ཧོ་ལ་སོགས་པའི་ང་ཚོ་དཔལ་ནཱ་ལེནྡྲའི་སྐད་འཕྲིན་ཚོགས་པའི་ཚོགས་གཙོ་མཆོག་དང། དེ་ནས་ཚོགས་མི་ཚང་མ་ལོག་ལ་འཚམས་འདྲི་དང་བཅས་ནས་དུས་འགོ། དཔལ་ནཱ་ལེནྡྲའི་གཙུག་ལག་ཁང་གི་བྱུང་རབས་ལོ་རྒྱུས་ཀྱི་ཁྲོད་ནས། ཨ་ནེ་ས་བཅད་གཉིས་རྩིས་ཞིབ་རྣམ་པ་ཚོ་ལ་ངོ་སྤྲོད་ཞུ་ཡ་ཡིན། ཨ་ནེ་དང་པོ་ངོ་སྤྲོད་བྱེད་དགོས་ས་བཅད། དང་པོ་དེ་གོང་ནས་ཡིག་ཐོར་བསྒྱུར་ན་ཤེས་བྱས་ད་ཡིན་མ་དེ་ཚན

བྱེད་མཁན་གསར་དུ་འཛུལ་ཞུགས་གནང་བའི་སྐབས་ལ་ཡང་ཨ་ནེ་ཐོག་མར་ད་ལྟ་པི་ཏྲ་ཀམ་སེ་ལ་འདོར་འདོད་པའི་ཨ་ནེ་ང་ཚོ་བོད་སྐད་ཀྱི་ཐོག་ལ་སྡེ་སྣོད་གསུམ་དེ་རེད་སྡེ་སྣོད་གསུམ་གྱི་ཐོག་ལ་ཨ་ནེ་དྲི་བ་དྲིས་ལན་བྱས་ནས་ད་ཐི་ལ་དྲི་དགེ་རྒན་རྣམ་པ་ཚོས་མ་དྲི་བ་བསྐུལ་བ་དེ་ལས་སློབ་ཕྲུག་གསར་ཞུགས་རྣམ་པ་ཚོས་ཨ་ནེ་ལན་ཡག་པོ་བཅས་རྒྱབ་ཐུབ་པ་ཡིན་ན་ཨ་ནེ་དཔལ་ནཱ་ལེནྡྲ་གཙུག་ལག་ཁང་གི་དགེ་འདུན་པའི་ད་སློབ་གཉེར་བའི་གྲས་ལ་ཡང་བསྡུ་ཡས་དང། ཨེ་འདུས་ཟིན་པའི་རྗེས་ལ་བྱ་བྱ་བ་ཡིན་ནའི་ཨེ་གི་འདུས་དང་སློབ་གཉེར་བ་ཚང་མས་མཐོང་དང་ཨེ་གུས་བརྩི་བྱས། ཡང་དྲིས་ལན་ཡག་པོ་རྒྱག་མ་ཐུབ་པ་ཡིན་པ་ཡིན་ན་ཨེ་སྤྱི་ཡོངས་ང་ཚོ་བས་ན་རེ་ཚུགས་ལ་གང་གི་ཨེ་སློབ་གཉེར་བའི་གྲལ་ཡར་བླངས་པ་ཙམ་མ་གཏོགས་ཡང་མཐོང་དང་བརྩི་འཇོག་དེ་ཙམ་མེད་པ་འདི་འདྲའི་ལམ་སྲོལ་ཡོད་ས་རེད། ཨེ་སོ་སོའི་ལྟས་ཚོ་ངོ་ཚ་པོ་སྒང་ལ་ཡར་གནས་དགོས་པ་འདི་འདྲའི།

སློབ་གཉེར་བའི་གྲལ་ལ་ཡང་ཚུད་ཚར་བའི་རྗེས་ལ་ཡང་ཉི་མ་རྟག་པ་ད་དཔེ་འདི་དག་རྣམ་པ་ཚུལ་མ་སློབ་ཁྲིད་གནང་གི་ཡོད་རེད་ད་ཁྱོད་ཀྱི་སློབ་ཁྲིད་སློབ་ཁྲིད་གནང་གི་སྐབས་ལ་ཆ་བཞག་པས་ནས་སྡེ་ཚན་མི་འདྲ་བ་བརྒྱ་ཙམ་དེ་གྲལ་ལ་ཡང་དབྱེ་བ་ཕྱེ་ནས་སློབ་ཁྲིད་གནང་གི་ཡོད་པའི་སྐོར་དེ། ད་ལྟ་རྒྱ་ནག་གི་བཙུན་པ་ཨེ་ཅིན་གྱིས་བྲིས་པའི་རྒྱ་གར་དུ་སླེབས་པའི་རྒྱ་ནག་གི་ཧ་ཤང་ཟེར་དེའི་དེབ་ཀྱི་གླེང་བྱེད་ན་ལོ་ལ་བཀོད་གནང་ཡོད་རེད་འོ་དེ་འདྲ་ཡིན་དུས་ད་དཔལ་ནཱ་ལེནྡྲའི་གཙུག་ལག་ཁང་ལ་ཡང་ད་ང་ཚོ་སློབ་གཉེར་བ་གསར་དུ་བྱོལ་གལ་ཆེ་ཡིན་པ་ཡིན་ན་འོ་གསར་བྱོལ་ཆེ་བའི་ལས་ཨ་ནི་ལས་སླ་པོ་ཞིག་མ་ཡིན་པ་དེ་གོང་གི་ད་ལྟ་དྲི་བ་དྲིས་ལན་ཐོག་ནས་འོ་བཏགས་གསལ་པོ་གཅིག་རེད་དེ་ཡིན་དུས་ད་གསར་བྱོལ་གནང་པའི་སྐབས་ལ་ཐོག་མར་པད་ནཱ་ལེནྡྲའི་གཙུག་ལག་ཁང་གི་ཕྱོགས་བཞི་ལ་ཡང་ཨ་ནི་སྒོ་ཆེན་བཞི་སྒོ་ཆེན་སོ་སོ་ལ་ཡང་ཨ་ནི་སྐུ་གསུང་གི་དཔེ་འདི་དང་རེ་རེ་དང་དབུས་ལ་ཡང་བཀའ་ཆེན་གཉིས་བཅས་པད་ནཱ་ལེནྡྲའི་གཙུག་ལག་ཁང་གི་ང་ཚོ་ད་ག་ཟུར་ལས་མཁས་པ་དགུ་ཕྲུག་གསུམ་གྱི་ནང་ཤེས་བ་ད་དཔེ་འདི་འདྲ་སོ་སོ་ལས་དམིགས་བསལ་གྱི་ད་དྲི་བ་དྲིས་ནས་ད་རྩོད་པ་བྱེད་དགོས་གི་རེད་ད་རྩོད་པ་བྱས་ནས་རྒྱུགས་མ་སྤྲོད་པའི་བར་ལ་ཡང་དཔལ་ནཱ་ལེནྡྲ་གཙུག་ལག་ཁང་གི་དགེ་འདུན་པ་དང་སློབ་གཉེར་བའི་གྲས་ལ་ཡང་ཞུགས་མ་བྱོས་པའི་འོ་དེ་འདྲ་གི་ལམ་སྲོལ་ཅིག་ཡོད་པ་ད་གསལ་པོ་རེད་ཅི་རེད། དེ་ནང་བཞིན་ད་མཁས་དབང་དགེ་འདུན་ཆེན་པོའི་ལག་གི་མཛད་པའི་ད་ད་ལྟ་མི་རྒྱུད་སྲིད་ཀྱི་དྭངས་མ།

འཁོད་པ་གཞི་བཞག་བྱས་པ་ཡིན་ན་དཔལ་ནཱ་ལེནྡྲའི་གཙུག་ལག་ཁང་ལས་ཨ་ནི་སློབ་སྦྱོང་བྱེད་མཁན་དགེ་འདུན་པ་ཨ་ནི་གཅིག་པུ་མ་ཡིན་པ་ཨ་ནི་རབ་ཏུ་མ་བྱུང་བ་ཟེར་ནས་མི་འདུག་གང་ལྟར་སྐྱ་བོའི་རིགས་ཨ་ནི་སློབ་སྦྱོང་བྱེད་མཁན་ཡོད་པ་འདི་འདྲས་གསུངས་པ་དེ་ག་སྲིད་དངོས་ལས་ངོ་སྤྲོད་ཤོར་བ་ཡིན་དེ་འདྲས་ཡིན་དུས་ད་དེ་ལྟ་བུའི་དཔལ་ནཱ་ལེནྡྲའི་ཨ་ནི་གཙུག་ལག་ཁང་གི་སློབ་ཕྲུག་གི་སློབ་མ་ཚོས་ད་ཞོགས་པ་སྔ་པོ་ནས་ཨ་ནི་དགོང་དག་ཕྱི་པོའི་བར་ཡང་ཨ་ནི་སློབ་སྦྱོང་གནང་དགོས་ཀྱི་ཡོད་རེད་ཨ་ནི་སློབ་སྦྱོང་གནང་བ་ཙམ་མ་ཟད་སྤྱན་ཡོན། ཧོ། ནམ་རྒྱུན་ནས་ང་ཚོ་ཤེས་ཡོན་དཀོན་ཅོད་སོ་མོ་ནང་བཞིན་ད་ཤེས་ཡོན་སློབ་སྦྱོང་ཙམ་མ་ཟད། ཨ་ནི་སྒོ་གསུམ་གྱི་སྤྱོད་པ་མི་བཟང་བ་དང་ཡང་ན་ལེ་ལོ་ཅན་ལ་སོགས་པ་དང་ཚོ། ང་ཚོ་གར་ཚུགས་རེ་སྤྱི་ཡོངས་ཀྱི་སློབ་སྦྱོང་ལ་ཡང་ད་ཞུགས་མཁན་གྱི་ཆེད་དུ་ཨ་ནི་སྐུལ་མ་ཐེབས་པའི་ལ་སོགས་པ་དེ་འདྲས་ཀྱི་ཆེད་དུ། ཡང་ཉེས་པ་བལྟས་ཚེ་ཅུང་ཟད་དེ་འདྲས་དཔྱད་བྱས་དཔེར་ན་ངོ་ཚ་བ་ཟེར་བ་སོགས་པ་དེ་འདྲས་ཡོང་གི་ཡོད་ས་རེད། དེ་ཡིན་དུས་བྱས་ཙང་དངོས་སུ་རང་གིས་ཡང་ཧ་ཅང་གི་མཐོང་ཆུང་དང་དམའ་འབེབས་ཤུགས་ཆེན་པོ། བྱས་པའི་ལམ་སྲོལ་ཡོད་མ་རེད་ཅེས་ང་དགེ་འདུན་ཆེན་པོ་ལགས་དེ་ན་ལེ་གསུངས་བྱས། ཨོ་དེ་འདྲ་ཡིན་དུས་ད་དཔལ་ན་ལེ་འདྲའི་གཙུག་ལག་ཁང་ཆེན་པོ་དེ་ད་སློབ་སྦྱོང་གི་སྒྲིག་གཞི་ཟེར་ནས་མི་འདུག་ཡང་ན་དགེ་འདུན་པའི་སྒྲིག་གཞི་ལ་སོགས་པ་དང་ཚོ་ཧ་ཅང་གི་དམ་པོ་ཡོད་རེད་སྤྱོད་ལམ་གྱི་ཆ་ནས་ཆ་བཞག་པ་ཡིན་ནས་ནི་སྒྲིག་གཞི་དམ་པོ་ཡོད་རེད། ཤེས་ཡོན་གྱི་ཆ་ནས་ཆ་བཞག་པས་ནི་སྒྲིག་གཞི་དམ་པོ་ཡོད་རེད། ད་སྤྱོད་ལམ་གྱི་ཆ་ནས་ཆ་བཞག་པ་ཡིན་ན་སྤྱི་ཡོངས་ང་ཚོ་ད་རབ་ཏུ་བྱུང་བ་ཅིག་ཡིན་པ་ཡིན་ན་སངས་རྒྱས་ཆོས་ལུགས་ཀྱི་འགྲོ་བའི་བསྟན་པ་དེ་ཡང་ཨ་ནི་ཁོང་དུ་བསྡིགས་པའི་མཚན་སྙན་རྒྱས་ཡོད། དེ་ནས་གཞན་གྱིས་རྒྱ་གར་འཕགས་པའི་ཡུལ་གྱི་ད་སྤྱོད་ལམ་གྱི་དམིགས་པ་བཏགས་སེ་ར་བ་ཙི་པའི་ན་རེ་འདྲའི་གཙུག་ལག་ཁང། འདི་ཆགས་ཀྱི་ཡོད་རེད་ད་དམིགས་པ་བཏགས་སེ་མ་ཟད་སྤྱི་ཡོངས་ཀྱི་ཚད་འཛིན་ས་ལྟ་བུ་ཅིག་པའི་ན་རེ་གཙུག་ལག་ཁང་གིས་ད་འདི་ཆགས་ཀྱི་ཡོད་རེད་དེ་འདྲས་ཡིན་དུས་སྤྱིར་རྒྱ་གར་འཕགས་པའི་ཡུལ་གྱི་ང་ཚོ་ནང་པ་ཚང་མས་བསླབ་པ་གསུམ་གྱི་ནང་ནས་ཚུལ་ཁྲིམས་ཀྱི་བསླབ་པ་ལ་ཧ་ཅང་གིས་གཅེས་སྤྲས་དང་དམ་དོན་ཆེ་ཆེ་གང་ལྟར་མདོ་སྟོད་བའི་སངས་རྒྱས་ཀྱི་བསྟན་པ་ལ་ཡང་ཨ་ནི་སྲི་ཞུ་བླ་ན་མེད་པ་ཅིག་བསྒྲུབས་ཡོད་རེད་ཨ་ནི་ཕྱིས་སུ་དཔལ་ན་རེ་འདྲའི་གཙུག་ལག་ཁང་ལ་ཡང་ང་ཚོ་རྒྱན་དྲུག་མཆོག་གཉིས་ཀྱི་ནང་ནས་ད་དུ་ཨའི་བསྟན་པ་ལ་ཡང་ཨ་ནི་མཆོག་ཏུ་གྱུར་བའི་སློབ་དཔོན་ཡུན་འདས་འོད་དང་ཤཱཀྱ་འོད་གཉིས་ཀྱི་ནང་ལོ་ནས་ཨ་ནི་སློབ་དཔོན་ཡུན་འདས་འོད་ཀྱིས་དཔལ་ན་རེ་འདྲའི་གཙོས་པའི་ཨ་ནི་ད་ང་ཚོ་དགེ་འདུན་གྱི་སྡེ་དེ་ཚོས་ཨ་ནི་དུ་ཨའི་བསྟན་པ་ལ་ཧ་ཅང་གི་ནན་ཏན་ཆེན་པོའི་ཐོག་ནས་གཟིགས་སྐྱོང་གནང་བ་དེ་འདྲའི་གི་ལོ་རྒྱུས་ཡོད་རེད་དེ་འདྲའི་ཡུལ་འདི་ད་དཔལ་ན་རེ་འདྲ་དེ་སྤྱི་ཡོངས་ང་ཚོ་ཁྱད་ཆོས་བཟང་གསུང་གི་ཁྱད་ཆོས་ད་མངོན་པར་འཕགས་པ་ཟེར་ནས་མི་འདུག་ཁྱད་ཆོས་བོད་དུ་ཐོན་པའི་འོ་དེ་འདྲ་གི་གཙུག་ལག་སློབ་ར་གང་དེ་འདྲ་ཅིག་ཆགས་བསྡད་ཡོད་རེད། འོ་དེ་ཡིན་དུས་དེ་དང་འབྲེལ་ཡོད་འདི་ལ་ཡང་ད་ལྟ་སློབ་དཔོན་ཨི་ཡི་འདས་པོའི་གི་སྐུ་བ་ཅེས་པོད་བཞག་ཡོད། འོ་ད་དེ་ལྟ་བུའི་པའི་ནང་ལས་དེ་གཙུག་ལག་སློབ་གྲྭ་ཆེན་མོ་དེས་སྤྱི་ཡོངས་ང་ཚོ་དགེ་འདུན་པ་ཚོས་དམ་པའི་ཆོས། ད་དུ་བའི་བཅད་མཚམས་འདི་ཧ་ཅང་གི་གལ་ཆེན་པོ་ཞིག་ལ་ཡང་བརྩི་གི་ཡོད་རེད། ད་གལ་ཆེན་པོ་བརྩི་གི་ཡོད་པ་འདི་ག་འདྲ་ཤེས་ཐུབ་ཀི་རེད། དེའི་དཔང་རྟགས་འདྲ་བོ་ག་རེ་བ་རེད་ཟེར་བ་ཡིན་ན། དེ་ལས་ང་ཚོ་བྱུང་རབས་ལོ་རྒྱུས་ཐོག་ནས་ཧ་ཅང་གི་ཞལ་གསལ་པོ་དེ་འདྲ་ཡོད་རེད་དཔེར་ན་ཐེངས་གཅིག་པད་ན་ནས་གཙུག་ལག་ཁང་གི་གནས་བརྟན་བྲིས་སོང་ཚུལ་གྱི་རྣམ་པ་དག་པ་ཅིག་ཁོ་རང་དེ་ཡང་ཨེ་ནི་སྦྱིན་བདག་བྱེད་མཁན་འདིས་ཨེ་ནི་སྐྱེ་མེད་ཅིག་ལ་མ་ཨེ་ནི་ཉི་མ་ཅིག། ལྔ་པ་དགྲ་བདེན་པས་སུས་རེ་ཅིག་གནང་ལ་དེ་རེ་ཅིག་ཨེ་ནི་དགེ་འདུན་པ་གཞན་དག་ཅིག་གིས་གཟིགས་པའི་སྐབས་ལ་ཨེ་ནི་བྱས་དང་དེ་འདྲས་ཀྱི་ཡང་གླིང་ཤེས་རབ་ཏུ་བྱུང་ནས་ཨེ་ནི་དགེ་འདུན་པའི་དོན་རྩོད་པས་ན་འདྲ་གཙུག་ལག་ཁང་གི་ད་མི་ཚད་སྙན་གྲགས་ལ་དེ་འདྲས་ཀྱི་དགོངས་པ་བཞེས་ནས་གནས་བརྟན་འབྲེལ་གསོལ་འདི་པས་ན་འདྲ་གཙུག་ལག་ཁང་གི་དགེ་འདུན་པའི་སྐྱིད་སྡུག་ནས་དགོངས་པ་ཞུས་ནས་གནས་གཞན་ལ་ཡང་ཕེབས་པའི་ལོ་རྒྱུས་ཡོད་རེད། དེ་ཙམ་མ་ཟད་ང་ཚོ་བོད་གངས་ཅན་གྱི་ལྗོངས་ཀྱི་ད་བཀའ་བརྒྱུད་པའི་མ་མི་དག་གསུམ་གྱི་ནང་ནས་ཇི་མ་པ་ལོ་ཙཱ་བས་ད་ནི་རྣམ་དག་ཞི་ཤར་བྱས་པ་ཡིན་ན་ཨ་ནི་མངའ་བདག་མི་ཏྲི་པ་པད་ན་ལེན་བྲེ་གཙུག་ལག་ཁང་ལ་ཡང་བཞུགས་པའི་སྐབས་ལ་ཨ་ནི་ད་དགེ་བཤེས་ཀྱི་པད་ན་ལེན་བྲེ་གཙུག་ལག་ཁང་གསུང་གི་འདུག་དགེ་བཤེས་ལན་པི་ཀ་མ་ལ་ཤཱི་ལེ་གཙུག་ལག་ཁང་ལ་ཡིན་པ་དེ་འདྲའི་གསུང་དང་མ་རེག་གཉིས་ཡོད་རེད་གང་ལྟར་མངའ་བདག་མི་ཏྲི་པ་ཆེན་པོ་དེ་པད་ན་ལེན་བྲེ་ལ་བཞུགས་པའི་དབང་དུ་བཏང་པ་ཡིན་ན་པད་ན་ལེན་བྲེ་གཙུག་ལག་ཁང་བཞུགས་པའི་སྐབས་ལ་ཨ་ནི།

ཨེ་ནི་ཆང་འཐུང་གི་འདུག་ཟེར་གི་དེ་འདྲ་གི། གང་ལྟར་གླིང་བཞི་ཟེར་ནས་མི་འདུག་སྐྱོན་བརྗོད་འདྲ་པོ་བྱས་ནས་ཨེ་ནི། ང་དང་མི་སྒྲིབ་པ་སྦྱིན་པ་དཔལ་ནཱ་ལེནྡྲའི་གཙུག་ལག་ཁང་གི་དགོན་པ་ལ་ཡང་ཉང་ན་འགྲིག་གི་མ་རེད་ཅེས་ཨེ་ནི་དགོངས་ཚུལ་གསུངས་པའི་སྐབས་ལ་ཨེ་ནི་སྐབས་དེ་དུས་དཔལ་ནཱ་ལེནྡྲའི་གཙུག་ལག་ཁང་གི་མཁན་པོའི་ཐུགས་འགན་བཞེས་མཁན་དེ་ང་ཚོ་དཔལ་འབྲུག་བཅུ་བདུན་གྱི་ཐ་མ་ཆོས་རྗེ་པཎྜི་ཨ་ཏི་ཤྲཱི་རེད་ཨེ་ནི་ཆོས་རྗེ་པཎྜི་ཨ་ཏི་ཤྲཱི་པའི་ནང་རྒྱ་གཙུག་ལག་ཁང་གི་དགོན་པའི་སྒྲིག་ལམ་ལ་ཡང་ཨ་ནི་གཟིགས་རྟོག་གནང་གི་ཡོད་པ་ཡིན་ཙང་ཨ་ནི་ཆོས་ཀྱི་བ་འདི་ཨ་ཏི་ཤའི་མངའ་བདག་མི་ཏྲི་བ་ཆེན་པོ་པའི་ནང་རྒྱ་གཙུག་ལག་ཁང་གི་དགེ་འདུན་པས་ཨ་ནི་སྐྱིད་འདུག་ཟེར་ནས་མི་འདུག་ག་ད་གནས་ནས་མ་སྤྲད་པའི་ལོ་རྒྱུས་འོ་དེ་འདྲས་ཡོད་པ་རེད། ད་ལྟ་རྡོ་སོལ་མཚོན་པའི་གང་དག་པའི་ནང་རྒྱ་གཙུག་ལག་ཁང་གི་དགེ་འདུན་པའི་སྒྲིག་ཁྲིམས་ཧ་ཅང་གི་ནན་པོ་ཡོད་པ་རེད་དེ་འདྲས་ཡིན་དུས་པའི་ནང་ནས་འདྲས་གཙུག་ལག་ཁང་གི་ཨེ་ནི་དགེ་འདུན་པའི་སྤྱོད་ལམ་འདི་ང་ཚོ་རྒྱ་གར་འཕགས་པའི་ཡུལ་གྱི་ད་ཆོས་སྡེ་ཚང་མ་ལོག་གི་གཙུག་ཏུ་བཀུར་འོས་པ་ཚད་མེད་པ་ལྟ་བུ་དེ་འདྲ་ཅིག་ལ་ངོས་ཟིན་གྱི་ཡོད་རེད་སྤྱིར་འོང་ད་པའི་ན་འདྲེ་གཙུག་ལག་ཁང་གི་ང་ཚོ་འཛིན་སྐྱོང་ཟེར་ནས་མི་འདུག་གླིང་ཆེན་པོ་འདི་ཨེ་ནི་འཛིན་སྐྱོང་གཅིག་གི་བར་ལ་ཡང་གནས་བཅས་འཛིན་སྐྱོང་གནང་གི་ཡོད་རེད་ད་དེའི་ནོར་ལ་ནི་སྤྱིར་འོང་ང་ཚོ་གླིང་གི་ཆེས་དབང་པོ་དང་བའི་ན་གླིང་ལྔ་ཡོད་རེད་འོ་དེའི་ད་གཙོ་བོའི་ཐུགས་འགན་བཞེས་མཁན་དེ་ད་ཅི་གོང་ལ་ཞུས་པ་ནང་བཞིན། པའི་ནཱ་ལེནྡྲའི་གཙུག་ལག་ཁང་གི་ཁ་བབས་དགུ་ཕྲུག་གི་ནཱ་ལོ་ནི་ད་ཕྱོགས་བཞི་སྒོ་ཆེན་བཞི་ལ་ཡང་ཨནི་པནྡི་ཏ་བཞི་དང་དབུས་ལ་ཡང་ཀ་ཆེན་གཉིས་ཟེར་བ་ད་དབུས་ཀྱི་ཀ་ཆེན་ཟེར་ནས་མི་འདུག་ཡང་ན། བྲིས་པ་འདྲ་པོ་དེ་རེད་མཁན་པོ་ཨོ་འདིས་ད་པའི་ནཱ་ལེནྡྲའི་གཙུག་ལག་ཁང་གི་ཨནི་སྒྲིག་འཛུགས་ཀྱི་ད་གཙོ་བོ་དེ་བཞིན་ཐུགས་མཁན་ཞིག་ཡོད་པ་ད་སྒྲིག་འཛུགས་དེའི་གཙོ་བོ་ང་ཚོ་དགེ་འདུན་པ་ཡིན་དུས་ཐམས་ཅད་འདུལ་བའི་ཕྱག་ལེན་གཞི་བཞག་བྱས་ནས་བསྟེན་སྐྱོང་གནང་ཡ་ད་གདུགས་ཞིབ་གནང་ཡ་རེད། དེ་ནས་ཞི་དག་གིས་འདུལ་བ་དོན་དུ་ལས་ཀྱི་སྣེ་མོ། དོན་མཛད་ཚང་མ་ལོ་ང་ཚོ་དང་སྤྱི་ཡོངས་ད་ཐེངས་དུས་ཀྱི་དམངས་གཙོའི་ལམ་སྲོལ་ནང་ཤེས་བྱ་ཆེས་མང་མོས་ཀྱི་ཐོག་ནས་གཅིག་གིས་བསྐོ་བཞག་གནང་གི་ཡོད་པ་མ་གཏོགས་ཡང་མཁན་པོ་དང་མཁན་པོ་ཁྲི་པ་ལ་སོགས་པ་ཁོ་ན་ཚོས་སྒེར་གྱིས་ཐག་གཅོད་བྱས་ཡ་དང་སྒེར་གྱིས་འཛིན་སྐྱོང་བྱས་ཡ་ལ་སོགས་པ་དེ་འདྲ་གྱི་རྣམ་པ་བཅས་ཡོད་མ་རེད། དེ་ཡིན་དུས་ད་གིན་དུས་ཀྱི་སྤྱི་ཡོངས་ང་ཚོ་ད་ཕྱག་ལས་གནང་གི་ཟེར་ནས་མི་འདུག་དེང་སང་གི་ད་ཞུ་ལང་བྱས་པ་ཡིན་ན་ང་ཚོ་གཉིས་པ་ལ་སོགས་པའོ་དེ་འདྲས་ཀྱི། ད་ཚོ་བའི་ཐོག་ལ་ཡང་ཞེ་ད་པོའི་ཚིག་སྐབས་ཆ་བཞག་བས་ནི་ཨ་ནི་དགེ་འདུན་པ་དམངས་ལ་ཡང་ཨ་ནི་རྣ་བ་ཞུས་ནས་ཨ་ནི་ཚོ་བའི་དགེ་འདུན་དམངས་ཀྱིས་ད་ང་ཚོ་བཟའ་བཏུང་ལ་སོགས་པ་དེ་འབྲེལ་གྱི་ཚོ་བའི་མཐུན་རྐྱེན་གྱི་འབྱུང་ཁུངས་དང་ཚོའི་ཨ་ནི་ཞལ་ནུས་གཞི་དང་བཅས་པ་དང་ཚོ་ལ་ཡང་ཨ་ནི་འབྲེལ་བ་ཡོད་མེད་ཨ་ནི་ཡུལ་དུས་ཀྱི་གནས་ཚད་ལ་སོགས་པ་དང་ཚོ་ལ་ཡང་འགལ་ཡོད་མེད་དང་ཚོ་ལ་ཡང་ཧ་ཅང་གི་ཞིབ་ཚགས་པོའི་ཐོག་ནས་བརྡབ་བྱ་ཞིབ་འཇུག་གནང་ནས་ཨ་ནི་དགེ་འདུན་གྱི་ངེས་པར་དུ་སྣང་བ་ཐོབ་ནས་མ་གཏོགས་ཨེ་ནི་བུས་མ་ཆགས་པར་ཟོག་པ་འདི་འདྲའི་ལམ་སྲོལ་ཡོད་པ་རེད་བེད་སྤྱོད་བྱ་བཞག་པ་ཡིན་ན་མགོན་པོ་ཀླུ་སྒྲུབ་རྣམས་ད་ནས་གསལ་པོ་བྱ་གི་རེད། ད་དགེ་འདུན་དམངས་ཀྱི་སྣང་བ་མ་ཐོབ་པ་ལ་ཡང་ཡང་དགེ་འདུན་གྱི་ད་ཞལ་ལྟ་བ་ཟེར་ནས་མི་འདུག་སྐབས་དེ་དུས་ཀྱི་ད་མི་གཉིས་པའི་ལ་སོགས་པ་དེ་འདྲའི་གི་ཐུགས་ཁས་བཞིན་འགལ་གི་ཨེ་ནི་དགེ་འདུན་པ་དང་ཚུར་ལ་ཡང་ལོག་པའི་འཚོ་བ་ལ་ཡང་འཇགས་པ་ལ་སོགས་པ་དེ་འདྲའི་གི་གནས་ཚུལ་བྱུང་པ་ཡིན་ན་ཨེ་ནི་ལས་ཀྱི་སྣེ་མོ་དེ་སྤྱི་འོག་གི་ང་ཚོ

ཐུགས་འགན་འདྲ་བ་བཞེས་པའི་སྐབས་ལ་ནི་དབྱེར་གནས་ཀྱི་སྐབས་ལ་དེ་འདྲའི་དགེ་འདུན་པ་ཚོ་ང་ཚོ་དབྱེར་གནས་ཟླ་བ་གསུམ་རེ་འགའ་བཞུགས་ཀྱི་ཡོད་རེད་བ་ཟླ་བ་དྲུག་པའི་ཚེས་པ་བཅོ་ལྔ་ནས་དགུ་པའི་བཅོ་ལྔ་བར་དུ་ཟླ་བ་གསུམ་རེ་འགའ་དབྱེར་གནས་ལ་བཞུགས་ཀྱི་ཡོད་རེད་དབྱེར་གནས་ལ་བཞུགས་པའི་དུས་ཚོད་དེའི་སྐབས་ལ་རྒྱ་གར་འཕགས་པའི་ཡུལ་དང་ལྷག་པར་དུ་ཡུལ་དབུས་དཔལ་ནཱ་ལེནྡྲའི་ཉེ་འཁོར་ལ་སོགས་པ་དོན་གཙོ་ལ་ཡང་དབྱེར་གནས་མུ་གེ་ཆེན་པོ་བྱུང་བ་རེད་མུ་གེ་བྱུང་བ་ཡིན་པ་ཡིན་ནས། ཨོ་དེ་འདྲའི་གི་ད་མང་ཚོགས་ལ་ཡ་མོ་གི་ཐོག་ནས་དཀའ་ངལ་བྱུང་བ་རེད་ཡིན་ནའི་ད་དཔལ་ན་ལེནྡྲའི་གཙུག་ལག་ཁང་གི་གིམ་འདུས་པ་དང་ཚོ་ལ་ཡ་ནི་གོམ་པ་ཀླུ་སྒྲུབ་གི་ད་ད་སྲིད་སྒྱུར་གི་རྩིས་སྒྲུབ་ཅན་ཡ་ནི་གིམ་འདུས་པ་ཚོ་ལ་ཡ་ནི་དུག་ཚོད་བཟང་པོ་ཕུལ་བ་རེད་ད་དུག་ཚོད་ཟེར་བ་ཡོད་དུས་ང་ཚོ་གིམ་འདུས་པ་ཚོ་ལ་ཡ་ནི་ཉིན་གུང་གི་ཞལ་ལག། ཨོ་ད་ད་ཚོ་ཚོ་ཡ་ཕོངས་པ་མེད་པ་ནམ་རྒྱུན་ན་ཞེས་བྱས་ནས་ཡ་ནི་ཐོན་སྐྱེད་བྱར་ཐུབ་བ་རེད་ད་དེ་ལས་ད་བ་གསུམ་གི་ཆེད་ལ་གིམ་འདུས་པ་དམངས་ཚོ་ད་མི་དགུན་པའི་ཕྱི་རོལ་ལ་ཡ་ད་བ་གསུམ་གི་ཡ་ནི་བྲོས་པའི་ཆེད་ལ་ཡ་ནི་དགུན་པའི་ཕྱི་རོལ་ལ་མ་ཐོན་ཆོག་གི་ཡོད་རེད། འོ་ཡེ་ནས་བྲོས་པའི་རྗེས་ལ་ཨེ་ནི་དགེ་འདུན་པ་དམངས་དང་ཚོས་ཨེ་ནི་མང་ཚོགས་དང་ལ་ཧ་ཅང་གི་སྐམ་པོ་འགའ་ཤས་ཨེ་ད་མུ་གེ་ཤི་བ་འོ་དེ་འདྲས་ཀྱི་གནས་ཚུལ་དང་ཚོ་མཐོང་པ་རེད་དེ་འདྲས་ཕྱིན་དུས་ཨེ་ནི་གནས་ཚུལ་དང་ཚོ་ཐོས་པའི་སྐབས་ལ་ཨེ་ནི་དེ་འདྲས་ཀྱི་ད་ཧ་ཅང་གི་ཐབས་སྡུག་གི་གནས་ཚུལ་ཨེ་ནི་མུ་གེ་བྱུང་པ་ཡིན་པས་ནི་ང་ཚོ་དཔལ་ནཱ་ལེནྡྲ་གཙུག་ལག་ཁང་གི་དགེ་འདུན་པ་ཚོ་ལ་ཡང་ཨེ་ནི་ནམ་རྒྱུན་ནང་བཞིན་ཨེ་ནི་དོན་གྱི་གི་འཚོ་བ་བཟང་པོ་སྦྱར་ཡ་དེ་ག་ནས་བྱུང་བ་རེད་ཅེས

དུས་ཀྱི་མི་མང་ལོགས་སུ་བཞག་པ་ཡིན་ཙང་ནི། དེ་ག་སུ་རེད། མགོན་པོ་ཀླུ་སྒྲུབ་ལ་ཡང་ཆད་པ་བཅད་ཡ། དེའི་ཆད་པ་ད་ཉིས་བཅད། ཉེས་པ་དང་ཉེས་པ་བཏང་ང་དུ་ཚོར་ཡང་གཙུག་ལག་ཁང་དང་མཆོད་རྟེན་མང་པོ་ཅིག་བརྩིགས་ཡ། དཔེར་ན་རེ་གཙུག་ལག་ཁང་གི་དགེ་འདུན་པའི་སྐྱིད་སྡུག་ནས་མ། ག་སུ་རེད་ཕྱིར་འབུད་བྱས་ལ་སོགས་པ་དེ་འདྲའི་བྱུང་པའི་རྣམ་ཐར་ཡོད་རེད།

ཨ་ནི་ཆད་པའི་ལས་བྱས་ཏེ་བས་ཏེ་ངོ་ཚ་བ་བས་ལ་སོགས་པ། བྱས་ཨ་ནི་དེ་འདྲའི་ཐོག་ནས་དང་དུ་མ་ཉམས་པ་ཡིན་པ་ཡིན་ན་ཨ་ནི་དངོས་སུ། ཁ་སོ་རའི་སྐྱོན་བརྗོད་སད་ནས་མི་འདུག་ཡང་ན་བསླབ་བྱ་ལ་སོགས་པ་དེ་འདྲའི་སྣང་ཡང་ཨ་ནི་ཐ་མ་བསླབ་བྱ་བྱས་ནས་མ་ཉམས་པ་ཡིན་ན་ཨ་ནི་པས་ན་འདྲེ་གཙུག་ལག་ཁང་གི་གིང་བདུད་པས། དཀྱིལ་དུ་ནས་མ་ད་དུ་བས་ཕྱུང་ནས་ཤེས་པ་ན་བཞི་བྱས་ཕྱག་ནི་ཕྱག་དང་ནང་གི་ཡོད་པ། ཨོ་དེ་འདྲས་གསུང་སྲོལ་ཡོད་རེད་ཁྱད་པར་དུ་ཨ་ནེ་ང་ཚོ་ད་དགེ་འདུན་པ་ཚོས་བསླབ་བྱུས་འཆར་བཞག་བས་ན་ཐམས་ཅད་བོད་པའི་གཞུང་ནས་གསུངས་པས་ད་གནས་ཕྲ་མོ་ཚུན་ཆར་ཡང་ད་ཆང་གི་དོགས་པའི་མཐའ་ལ་གསུང་བྱས་ཨ་ནེ་གསུང་རྩོམ་ནན་ཏན་གནང་གི་ཡོད་རེད་དཔེ་ཆ་བཞག་པ་ཡིན་ན། ཨོ་ད་དེ་ནི་ད་ལྟ་ང་ཚོ་ངོ་སྤྲོད་བྱས་པའི་འབྲེལ་བ་ཡིན་པས་ང་དང་མི་སྒྲིབ་པ་ཆེན་པོའི་སྐུ་བ་གཅིག། དེ་ནས་སྒྲུབ་ཆེན་བེ་རུ་པ་ཆེན་པོའི་སྐུ་བ་གཅིག་མགོན་པོ་ཚོགས་དྲུག་གི་སྐུ་བ་གཅིག་བཅས་ཨ་ནེ་ད་ལྟ་འབྲེལ་ཡོད་ཀྱི་སློབ་མའི་རྣམ་པ་གསུམ་གྱི་སྐུ་བ་རེ་རེའི་དཔེ་ཡོད་ད་དེའི་འདུ་བྱེད་དང་ང་ཚོ་དཔལ་ནཱ་ལེནྡྲའི་གཙུག་ལག་ཁང་གི་དགེ་འདུན་པའི་དོན་གཙོའི་ད་གསུང་བཤད་གནས་ཕྲ་མོ་ཚུན་ཆད་ཐོག་ཐར་གསུང་ཆེན་གསུང་སྡོམ་ནན་ཏན་བྱེད་དགོས་པ་རེ་ཞུ་བ་ན་ཞེ་ད་དེའི་དཔེ་མཚོན་རབ་གཅིག་སྟེ། ང་ཚོ་རྗེ་བཙུན་རྡོ་རྗེ་རྣལ་འབྱོར་མས་དངོས་སུ་ད་བརྩེ་བས་རྗེས་སུ་བཟུང་བཅས་གཏོར་མའི་གདམས་པ་དངོས་སུ་གནང་ཡ། ཨ་ནི་ཕན་ཚུན་མི་དང་མི་ཐུག་པ་ན་གཞན་གྱིས་དེ་འདྲས་ཀྱི་མ་ལམ་སྟོན་གནང་ཡོང་གི། ཨོ། གཏུམ་མོའི་བཀའ་བབས་ད་ང་ཚོ་དཔལ་ནཱ་ལེ་གཙུག་ལག་ཁང་གི་གྲུབ་ཆེན་གྲུབ་ཆེན་བེ་རུ་པ། ཆ་བཞག་པ་ནས་ཉམས་རྟོགས་ཀྱི་ཡོན་ཏན་བསམ་ཡིད་མི་ཁྱབ་པ་མངའ་བ་དེ་འདྲས་ཅིག་ཆགས་ཀྱི་ཡོད་རེད། དེ་འདི་ལྟར་གྲུབ་ཆེན་བེ་རུ་པ་ལ་ཡང་ཨ་ནི་གྲུབ། ད་ལྟ་རྗེ་བཙུན་རྡོ་རྗེ་རྣལ་འབྱོར་མ་ཨ་ནི་མིའི་གཟུགས་སུ་སྤྲུལ་ནས་དངོས་སུ་ད་ལྟ་གྲུབ་ཆེན་བེ་རུ་པའི་ཨ་ནི་གཟིམ་ཤག་ལ་ཡང་ཨ་ནི། ག་ཚོད་རེད་རྡོ་རྗེ་རྣལ་འབྱོར་མ་དངོས་སུ་ཕེབས་པ།

འདི་ན་བཞིན། ད་ཅི་གོང་ན་ཆུད་པ་ན་བཞིན་ང་ཚོ་པི་ཀ་མ་ལ་ཤི་ལས་ཚུགས་ལ་གང་དང་ཡང་ན་པད་ན་འདྲ་ཚུགས་ལ་གང། འོ་དེ་གཉིས་ཀ་གསུངས་སྲོལ་ཡོད་པས་སྔ་དག་མི་འགྲིག་པར་བྱ་བཞག་པ་ཡིན་ན། ཧ་ཅང་གི་མཁས་པ་ཆེན་པོ། དེ་ནས་སྔ་དག་མི་འགྲིག་པ་འདི། ང་ཚོ་གར་ཚུགས་རེད་དུས་རྒྱུན་སྔ་དག་མི་འགྲིག་པ་ཆེན་པོ་ལ་ད་ལྟ་སོ་བ་འདེབས་པ་བྱམས་པའི་སྤྲིན་གྱི་སྒྲ་ཡང་ཟེར་བྱས་པ་རེད་འདིའི་ན་ལོས་བྱ་བཞག་པས་ནི། ན་རེ་ན་ལེན་ད་རུ་གཏན་ལ་རབ་ཏུ་བཅུག་གཙོས་དུས་ཀུན་མཁྱེན་རིང་འཇུག་ཞི་བ་སོགས་མཁས་གྲུབ་མང་སྟེ་གཙོས་འཕྲལ་དཔལ་ཆེན་དུ་གྲགས་པའི་བ་དན་ཁྲི་ན་སོགས་ཏེ་སྲུང་མ་ན་ཤི་དང་མཁས་གྲུབ་ཧ་ཅང་གི་མང་པོ་བསྟེན་ཏེ་ད་གཙོས་བ་རིར་གྲལ་བས་ཨ་ནི་དཔལ་འབྲི་ཐ་ཆེན་པོ་ཡིན་པ་གཅིག་གསུངས་ཡོད་བ་རེད། ཨོ་ད་ང་ཚོའི་ནང་ལ་ལ་དེ་དེ་ལྟ་བུའི་ཏེ་ང་ཚོ་མངའ་བདག་མི་སྒྲིབ་པ་ཆེན་པོ་དེ་གཙོས་བ་དང་བྲལ་བའི་དཔལ་འབྲི་ཐ་ཆེན་པོ་ཡིན་པ་ཙམ་མ་ཟད་ཨ་ནི་བྱང་ཆུབ་སེམས་དཔའ་མཆོག་གིས་ང་ཚོ་མཆོག་གི་དངོས་གྲུབ་བརྙེས་པ་ཡི་དམ་ལྷ་ཡི་ཞལ་མངོན་སུམ་དུ་གཟིགས་པ་ད་ཕྱི་ནང་གི་རིག་པའི་གནས་ཐམས་ཅད་ལ་ཧ་ཅང་གི་མཁས་པ། ཕྱོགས་ཀུན་ལ་ཡང་ཡོངས་ཁྱབ་ལ་ཡང་ཐག་ཉེ་འདྲ་ཡོད་པ་གཅིག་ཆགས་ཀྱི་ཡོད་རེད། ད་ཕྱོགས་གཅིག་ནས་ཡང་ང་ཚོ་རྡོ་རྩིག་མ་ཀུན་གྱི་ཕྱོགས་དེ་བརྗོད་པ་དེ་འདྲ་གཅིག་ཆགས་ཀྱི་ཡོད་དེ་ཡིན་པས་ཡིན་ནའི། སྔར་དག་མི་དྲི་བ་ཆེན་པོས་ད་ཅི་གོ་ན་ཞུ་ན་ཞེས་རྣལ་འབྱོར་མ་ཐུགས་དམ་མཐིལ་དུ་མཛད་ཀྱི་ཡོད་རེད། དེ་འདྲ་གི་ཐུགས་དམ་མཛད་པའི་སྐབས་ལ་ང་ཚོ་དག་མི་དམ་རྫས་ཀྱི་སྟེང་དུ་ཡང་ཆང་དེ་འདྲ་ཕྲན་བུ་ཅིག་བཞུགས་ཤག་ལ་སིམ་ཤག་ལ་ཉར་བའི་སྐབས་ལ། ཧོ། དེ་པས་ན་འདི་ཚོ་ལ་གང་གི་དགེ་སློང་གཅིག་གིས་གཟིགས་ཅིང་ཨེ་ནི་གིན་ཏི་མ་ལས་དེའི་གནས་ཚུལ་དུ་སྙན་བསངས་ཞུས། ཨེ་ནི་གིན་ཏི་མ་དང་ཚང་མ་ལོ་ཚོད་འཛོམས་ནས། ཀ་ཆང་དེའི་སྤྱན་འོག་གི་ང་ཚོ་སང་ཉིན་ཆུ་སྣའི་རིགས་ཀྱི་ཉིན་པ་ཀུན་གྱི་རྩ་བ་ཡིན་པར་གསུངས་ཡོད་རེད། ཡིན་པ་ཡིན་ནས་ད་གྲུབ་ཆེན་བེ་རུ་པས་ཨེ་ནི་ཁོ་རང་གི་སེམས་ཤར་ལ་ཨེ་ནི་ཆང་དེ་ནས་མྱངས་ཤག་ཁོ་རང་གྲུབ་ཆེན་ཡིན་པ་ཡིན་ནས་ད་གྲུབ་ཆེན་པ་ཡིན་པ་ཡིན་ན་ཀ་ཆེན་འོག་ང་ཚོ་ཆང་ལ་སོགས་པ་དེ་འདྲས་ཀྱིས་མིའི་གྲུབ་པ་ཐོབ་པ་ཡིན་ཙང་ཆང་གི་གནོན་རྟོག་དཀའ་པོ་མ་རེད་ཡིན་པ་ཡིན་ནས་པས་ན་འདི། གཙུག་ལག་ཁང་འདི་ཨན་ནི་དགེ་འདུན་དམངས་ལ་ཡང་ཨན་དེ་འདྲ་གི་ཁ་ཟུར་རེ་ད་མི་སྟོད་ངན་པ་ལ་སོགས་པ་དེ་འདྲ་གི་ཧ་ཅང་གི་གནོད་པ་ཆེན་པོ་ཡོད་རེད་དེ་འདྲ་ཡིན་དུས་ད་ང་ཚོ་སྡེ་པ་ལ་སོགས་པ་ད་སྡེ་པ་མིན་པས་རེད་སྡེ་པ་ཕལ་ཆེན་པས་ཨན་ནི་ཆང་དེ་རྩ་བའི་ཁུང་ལས་ཁ་ལ་ད་སྡོད་གི་ཡོད་རེད་དེ་འདྲ་གི་ད་དོ་ཟླ་རུ་བཟུང་བ་ཡིན་ཙང་ཨན་ནི་ང་དང་མི་འདྲེས་པ་ཆེན་པོ་དེ་པས་ན་འདྲེ་གཙུག་ལག་ཁང་གི་དགེ་འདུན་པས་གནས་ནས་དབྱུང་པའོ་དེ་འདྲ་ལོ་རྒྱུས་གསུངས་སུ་ཡོད་རེད་དེ་ཡིན་པས་ཡིན་དུས་ཆེ་ས་གལ་ཏེ། པའི་ནང་འདྲེ་གཙུག་ལག་ཁང་གི་དགེ་འདུན་པའི་ད་མི་གར་ཚུགས་རེ་སྤྱི་ཡོངས་ཀྱི་མི་དགོས་ཅེས་པ་ནི་ཡང་སྒོས་དཔལ་ནཱ་ལེ་གཙུག་ལག་ཁང་གི་དགེ་འདུན་པའི་ནང་ཁྲོལ་ན་སོགས་པ་དེ་འདྲས་འགལ་བཅས་ཉམས་པ་ཡིན་པས་ཡིན་ན་ཨིན་དགེ་འདུན་གྱི་མི་སྒོ་ནས་འགྲོ་རུང་གི་མ་རེད་དཔལ་ནཱ་ལེ་གཙུག་ལག་ཁང་གི་ད་ཕྱོགས་བཞི་ལས་སྒོ་ཆེན་བཞི་དགེ་འདུན་པ་ཡར་འགྲོ་མར་འགྲོའི་སྒོ་ཆེན་བཞི་ནས་ནི་ཕྱིན་ན་འགྲིག་གི་མ་རེད་ཅེས་ནི་སྔར་དང་མི་འདྲེས་པ་བྱིན་པའི་ད་རྫུ་འཕྲུལ་འདྲ་པོ་བསྟན་ཅེས་འོ་གར་ཚུགས་ནས་ནི་རྩིག་པ་ལ་ཟངས་ཐལ་གྱིས་བསྟད་པ་རེད་ས་ཟངས་ཐལ་སྲིད་པའི་ངང་དུ་རྩིག་པ་ལ་རྩིག་པ་མེད་པ་ན་བཞིན

མདོར་བསྡུས་པ་ཡིན་ན་དཔལ་ནཱ་ལེནྡྲའི་གཙུག་ལག་ཁང་གི་རྩིག་མཇུག་ཚང་མ་ལ་ཨ་ནི་དགེ་འདུན་དམངས་ཀྱིས་མང་མོས་ཐོག་ནས་གནང་བ་མ་གཏོགས་མང་མོས་མ་བྱུང་པ་ཡིན་པས་ན་ཨ་ནི་སྤྱི་ཡོངས་ཀྱི་ང་ཚོ་དཔལ་ནཱ་ལེནྡྲའི་གཙུག་ལག་ཁང་གི་དཔེ་འབྲི་བདག་དང་དེ་ནང་བཞིན་གྱི་མཁན་པོ་དང་མཁན་པོ་བྲིས་པ་དང་ཨོ་དེ་འདྲ་གི་གང་ཟག་རེ་ཟུང་གི་ད་དབང་ཤུགས་དང་ཐག་གཅོད་དེ་འདྲས་ག་ག་བྱེད་ཆོག་གི་ཡོད་མ་རེད། འོ་ད་དོན་གཙོའི་གནང་སྟངས་དུ་བལྟས་པ་ཡིན་ན་ང་ཚོ་མི་ལོ་ཉིས་སྟོང། ལྷག་གིས་སྔོན་ནས་ད་བདག་ཅག་གི་སྟོན་པ་བཀའ་དྲིན་ཅན་གྱིས་གནང་བའི་ད་དངངས་རྩོད། མ་ངོ་རྒྱུན་འཛིན་གནང་བའི་ད་སྒྲིག་འཛུགས་ཀྱི་ཚོགས་པ་ཐོག་མ་དེ་ཡིན་པ་དེ་འདྲིར་ང་ཚོ་དུས་རྒྱུན་ངོས་འཛིན་གནང་གི་ཡོད་རེད། དེང་སང་ཆ་བཞག་པ་ཡིན་ན་ང་ཚོ་འཛམ་གླིང་སྔོན་ཐོས་ཀྱི་ད་ད་དམངས་གཙོའི་རིང་ལུགས་ཟེར་གྱི་མིག་དཔེ་ད་འཛིན་ས་གཅིག་ང་ཚོ་དཔལ་ནཱ་ལེནྡྲ་གཙུག་ལག་ཁང་གསུངས་པ་ལྟ་བུ་ད་རྒྱ་གར་འཕགས་པའི་ཡུལ་གྱི་དགེ་འདུན་པའི་ད་སྒྲིག་འཛུགས་ཟེར་ནས་མི་འདུག་གནང་སྟངས་དེ་གཅིག་ད་ང་ཚོར་དཔེ་མཚོན་རབ་གཅིག་ཆགས་བསྡད་ཡོད་རེད་འོ་དེ་འདྲ་ཡིན་དུས་ད་མཁས་དབང་འགའ་ཤས་ཀྱིས་ད་ང་ཚོ་ནང་ཆོས་འདི་ཨ་ནི་དམངས་གཙོའི་ཨ་མ་ཡིན་པ་དང་ཨ་ནི་འདི་ནང་ཆོས་ཀྱི་ད་ག་ཚོད་རེད། འདས་ཀྱི་ད་དམངས་གཙོའི་དེ་གསོ་སྐྱོང་བྱེད་ས་འདི་སྒྲིག་འཛུགས་འདི་ཨ་ནི་དཔལ་ནཱ་ལེནྡྲའི་གཙུག་ལག་ཁང་ལ་སོགས་པའི་ང་ཚོ་ནང་པའི་དགོན་པ་འགའ་ཡིན་པ་དེ་འདྲའི་གསུང་སྲོལ་ཡོད་རེད་ད་ད་དུ་གསུང་པ་ན་ཤེས་དགོས་དོན་ལ་གནས་རབ་གཅིག་ཆགས་ཀྱི་ཡོད་རེད། ད་དེ་ནས། ང་ཚོ་མཁས་དབང་དགེ་འདུན་ཆེན་པོ་ལགས་ཟེར་བའི་གཏམ་རྙིང་ཁྱོད་སེར་གྱིས་བཏགས་མ་ཐག་ལུག་རྫིས་དག་ཤོག་སྦྲ་འཛིན་ཁོང་གཅིག་པ་རེད། དེའི་ནང་ལ་གསལ་བོ་བཤད་བྱས་པ་ཡིན་ན་དཔལ་ནཱ་ལེནྡྲ་གཙུག་ལག་ཁང་གི་དགེ་འདུན་གྱི་སྒྲིག་ལམ། བཅུད་བཙུན་ལ་སོགས་པ་དོན་གཙོ་ནི་རྒྱ་ནག་གི་བཙུན་པ་དབྱི་ཡི་ཅིང་གིས་ཧ་ཅང་གི་ཞིབ་ཚགས་པོ་གསུངས་བཞག་དེའི་མདུན་དགེ་འདུན་ཆེན་པོ་ལགས་ཀྱིས་དེ་མ་བྲིས་མེད། ཁྲི་བཀོད་ཡ་མི་འདུག་གསུངས་པ་རེད། ད་འོ་ནའང་དཔལ་ནཱ་ལེནྡྲའི་གཙུག་ལག་ཁང་གི་གིང་བསྡུས་པའི་ཨནི་དྲི་རམ་དཀོན་མཆོག་ལ་སོགས་པ་དེ་ཚོའི་སྐོར་དེ་རྒྱ་ནག་གི་བཙུན་པ་ཡེ་ཅིན་གྱིས་གར་གར་གསུངས་ཡོད་རེད་ག་ནས་གསུངས་ཡོད་ཟེར་བ་ཡིན་ན་ད་རྒྱ་ནག་གི་བཙུན་པ་དང་དེ་ཡེ་ཅིན་དེ་སྤྱི་ལོ་དྲུག་བརྒྱ་སུམ་ཅུ་སོ་ལྔ་ལོ་ལ་འཁྲུངས་ནས་ཨནི་དུས་བརྒྱད་ཅུ་གསུམ་གྱི་བར་དུ་ད་བྱོན་པའི་ལོ་ཚིགས་དེ་རེད།

ཅི་ལ་ཡང་མ་གནས་ཚུལ་ཁྱབ་བསྒྲགས་གནང་གི་ཡོད་རེད། ཨོ་དེ་འདྲ་གི་ཁྱབ་བསྒྲགས་བྱས་པའི་ཐག་གཅོད་བྱས་པའི་དོན་དག་དེ་ལ་ཡང་ང་འདྲའི་དགེ་འདུན་པ་ཚོའི་དམངས་ཀྱི་མོས་མཐུན་ཡོད་མེད་བལྟ་དགོས་ཀྱི་ཡོད་རེད། ད་མོས་མཐུན་ཡོད་མེད་ག་འདྲ་བལྟ་གི་ཡོད་རེད་ཟེར་བ་ཡིན་ན་དགེ་འདུན་པ་རེ་རེའི་འཁྲིས་ལས་མ་བཅར་བྱས་ད་དཔེར་ན་དགེ་སྐོས་ཡིན་པ་ཡིན་ན

མི་འདུལ་བ་གཅིག་གིས་ནོར་འཁྲུལ་བྱས་པ་ཡིན་ནས་ནོར་འཁྲུལ་བྱེད་པ་པོ་ཟེར་མི་འདུག་ནོར་འཁྲུལ་དེ་ལ་ཡང་ཨ་ནི་སྐྱོན་ཡིན་པ་ལས་ར་སྤྲོད་བྱེད་གནས་ལུགས་མ་ཤེས་པ་བྱེད་པ་མ་གཏོགས་ང་ཚོ་དྲག་པོ་དང་རྩུབ་པོའི་ཐོག་ནས་ཨོ་དེ་འདྲས་ཀྱིས་ཅིག་བྱས་པ་བྱས་ལ་སོགས་པ་དེ་འདྲས་བྱེད་སྲོལ་ཡོད་མ་རེད་དེ་འདྲས་གསུངས་གསུངས་ཤག་དེ་ནང་བཞིན་ད་དགེ་འདུན་དམངས་ཀྱི་ད་མོས་མཐུན་མེད་པའི་ཨ་ནི་ལས་ཀ་བྱེད་མཁན་རིགས་བྱུང་པ་ཡིན་ན་ཨ་ནི་དགེ།

བཟང་སྤྱོད་ལ་སོགས་པ་དོན་གཙོ་བོས་བེད་སྤྱོད་བྱེད་པའི་སྐབས་ལ་ཆ་བཞག་པ་ཡིན། ནས་ཀྱི་འདུལ་བ་སྤྱིའི་འདུལ་སོགས་ལ་ཡང་ངེས་པར་དུ་ཆོག་མཆན་ཞུ་ཆེད་བེད་སྤྱོད་བྱེད་དགོས་དགོས་པ་རེད། ནས་ཀྱི་འདུལ་བ་ཚང་མ་ལོག་གི་གང་དག་མོས་མཐུན་གྱི་ཐ་སྙད་གོང་ལ་ཞུས་པ་ནང་བཞིན་ཚུར་ཕྱག་གཉིས་ཐལ་མོ་སྦྱར་ནས་བེད་སྤྱོད་བྱས་ན་འགྲིག་གི་རེད་ཟེར་གི་དེ་འདྲ་གི་མིའི་སྣང་བ་ཐོབ་པ་ཡིན་པ་ཡིན་ན་བེད་སྤྱོད་བྱས་ན་འགྲིག་གི་རེད། ནས་འདུལ་སོགས་སྤྱི་ཡོངས་ཀྱི་འགན་འདུལ་དམངས་ཀྱིས་ང་ཚོ་བཀའ་ཁྲོལ་དང་ཆོག་མཆན་མེད་པ་ལ